ད་རིང་ངའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཟབ་བདུན་དང་རེས་གཟའ་པ་སངས་རེད། གཤམ་ལ་གཟའ་འཁོར་འདིའི་གལ་ཆེ་ས་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ཏུ་ཆིབས་བསྒྱུར་གནང་རྒྱུ་ཡིན་པའི་སྐོར་དང། ཁེ་ནཱ་ཏྲཱའི་གཞུང་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གཞུང་ལ་བསྒྲགས་གཏམ་ཞིག་སྤེལ་བའི་སྐོར། རྒྱ་གཞུང་གིས་གོ་ལོག་དར་ལག་འཛོམས་དཔོན་སྐོར་དེད་པ་ནས་བོད་མི་ཉི་ཤུ་ཙམ་འཛིན་བཟུང་བྱས་པའི་སྐོར་དང། ཨ་རིའི ABC གསར་ཁང་གིས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལ་བཅར་འདྲི་ཞུ་བསྡུ་བའི་སྐོར། དེ་བཞིན་ཉི་འོང་ཨོ་ཀ་མིག་གི་ཆེད་ལས་སྨན་པའི་མཐུན་ཚོགས་ཀྱིས་དེ་ལས་སྨན་ཁང་དུ་རིན་མེད་མིག་གི་སྐྱ་གྲིབ་གཤག་བཅོས་ཐེངས་ཉེར་ས་གཉིས་པ་དེ་གནང་བའི་སྐོར་དང། རྒྱ་ནག་གཞུང་གིས་བོད་ནང་དུ་གློག་ཁང་འཛུགས་སྐྲུན་ཆེད་བོད་མི་མང་པོ་གནས་སྤོས་དང་དུག་མདས་འཚེ་མེད་བྱས་ཡོད་པར་བརྗོད་འདུག་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན་པས་གསར་འགྱུར་གས་པ་ཁག་སིན་སིན་གནང་རོགས། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལྔ་ཟླ་བ་དང་པོའི་ཚེས་གསུམ་ཉིན་བཞུགས་སྒར་དྷརྨ་ས་ལ་ནས་ཕེབས་ཐོན་གྱིས། ཚེས་ལྔ་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཏྲ་ཀའི་མངའ་སྡེ་སྦེལ་ཀོབ་བོད་མི་གཞིས་ཆགས་སུ་ཆིབས་བསྒྱུར་གྱིས་ལྷོད་བཞུགས་གནང་རྒྱུ་ཡིན་པ་བཅས་ག་ཟླའི་ཕོ་བྲང་དྲ་བའི་ཐོག་འཁོད་འདུག་དགོང་མོ་གང་ཉིན་འདི་ལོའི་ཕྱི་ཟླ་དྲུག་པའི་ནང་ཨ་རིར་ཞྭ་ཕུའི་སྨན་བཅོས་ལེགས་གྲུབ་བྱུང་ནས་ད་ཆ་ཟླ་བ་དྲུག་ཙམ་ཕྱིན་ཡོད་པ་དང། ཉེ་ཆར་ཨ་རིའི་གནས་སྡོད་ཕྱི་ལུགས་སྨན་པ་ཛོར་པ Pastor ལགས་སྐུའི་འཕྲོད་བསྟེན་དང་བྲལ་ནས་བཞུགས་སྒར་དུ་ཆེད་ཕེབས་ཀྱིས་ཁོང་ནི ྋགོང་ས་མཆོག་གི་སྐུའི་འཕྲོད་བཞེས་དང་འབྲེལ་བའི་ཕྱི་ལུགས་སྨན་པ་ཞིག་ཡིན་པ་མ་ཟད། མགོན་པོ་མཆོག་དང་ཧ་ཅང་ཐུགས་འདྲིས་ཆེ་བའི་མཛའ་གྲོགས་རྙིང་པ་དང་གང་གི་རྗེས་འཇུག་པ་ཞིག་ཀྱང་ཡིན་པ་རེད། དེ་བཞིན་ཁོང་གིས་འདས་པའི་དུས་ཡུན་རིང་པོར་བཙན་བྱོལ་བོད་པའི་སྤྱི་ཚོགས་ནང་འཕྲོད་བསྟེན་དང་ཤེས་ཡོན་སོགས་འཚོ་བའི་གནས་སྟངས་ཡར་རྒྱས་ཐད་ཕྱག་ལས་མང་དག་གནང་མཁན་ཞིག་དང། འདི་ལོའི་ཨ་མི་རི་ཀའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཞྭ་ཕུད་ལ་སྨན་བཅོས་གནང་སྐབས་སྨན་པ་ཛོར་པ་ལགས་ནེའུ་ཡོག་ཏུ་སྐུའི་འཕྲོད་བཞེས་དང་འབྲེལ་བའི་ཕྱག་རོགས་དེ་ཕེབས་ཡོད་འདུག་ཅིང། ཉེ་ཆར་ཁོང་བཞུགས་སྒར་དུ་ཕེབས་ཏེ་ཁོང་སྐྱབས་མགོན་ཆེན་པོ་མཆོག་མཇལ་བཅར་ཞོར་དུ་གསོལ་སྨན་རིགས་ཁ་ཤས་ཀྱང་གང་ཉིད་ལ་ཕུལ་ཡོད་འདུག་སྐབས་དེར་ཁོང་གི་མགོན་པོ་གང་ཉིད་སྐུ་གཟུགས་ཧ་ཅང་དད་སྟངས་དང་སྐུ་ཡི་ནུས་སྟོབས་ཡག་པོ་གྱེས་འདུག་པས་བར་སྐབས་ཞབས་བུའི་སྨན་བཅོས་དེ་ཧ་ཅང་ལམ་འགྲོ་ཆེན་པོ་བྱུང་འདུག་པའི་སྐོར་སོགས་བརྒྱུད་ལམ་དུ་གསུངས་འདུག། ཉེ་ཆར་རྒྱ་གཞུང་གིས་ཁེ་ན་ཏྲེ་བོད་དོན་ལྷན་ཚོགས་དང་ཡུ་གུར་ཐོབ་ཐང་རྩོད་ལེན་ཚོགས་པའི་ཚོགས་མི་ཉི་ཤུ་ལ་སྲིད་དོན་ཉེས་ཆད་བཀལ་ཡོད་པ་སྟེ། ཟླ་འདིའི་ཚེས་ཉི་ཟབ་བཞི་ཉིན་ཁ་ན་ཏའི་ཕྱི་དྲིལ་ལས་དོན་ཚོགས་ཆུང་གིས་གཞུང་འབྲེལ་དྲ་ཚིགས་ཐོག་ཁ་ན་ཏའི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཁ་ན་ཏའི་བོད་དོན་ལྷན་ཚོགས་དང། ཡུ་གུར་ཐོབ་ཐང་རྩོད་ལེན་ཚོགས་པའི་ཚོགས་མི་རྣམས་ལ་དུང་སེམས་མཉམ་སྐྱེད་དང། ཁོང་རྣམས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་སྐད་ཆ་བཤད་པར་བརྟེན། རྒྱ་གཞུང་གིས་ཁོང་རྣམས་ལ་སྲིད་དོན་ཉེས་ཆད་བཅད་པར་སྐྱོན་བརྗོད་བྱས་ཡོད་འདུག། ཁེ་ན་ར་གཞུང་གིས་རྒྱལ་ཁབ་ནང་དུ་ཆབ་སྲིད་ཀྱི་ལངས་ཕྱོགས་མི་མཐུན་པ་དང། ཡང་ན་ཁོ་ཚོས་བསམ་ཚུལ་རྣམས་འགོག་ཆེད། ཁོ་ཚོ་དང་ཁོ་ཚོའི་གྲོགས་པོ་དང་ནང་མི་ལ་འཇིགས་སྐུལ་དང་དྲག་སྤྱོད་སུན་གཙེར་བཅས་ཀྱི་ལས་གང་ཞིག་བརྩམས་རུང་དེར་བཟོད་སྒོམ་བྱེད་རྒྱུ་མིན་ཞེས་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་རང་དབང་ཅན་གྱི་ཆེད་ལས་མི་སྣ་དང་ཚོགས་སྡེ་ཁག་གིས། རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་དོགས་རེ་གཏོང་བཞིན་པར་བརྗོད་པའི་ཐོག་རྒྱ་གཞུང་གིས་དོན་འབྲས་ལྡན་པའི་ལན་འདེབས་བྱས་འཁོད་པ་དང་རྒྱ་གཞུང་གི་གལ་ཆེའི་ཁྲིམས་ལུགས་ཐོག་འགན་འཁུར་དགོས་པའི་འབོད་སྐུལ་ཞུས་ཡོད་འདུག་དེ་བཞིན་རྒྱ་ནག་ཏུ་ས་གནས་ཀྱི་ཁྲིམས་ལུགས་རྣམས་རང་སྣང་གང་དྲན་གྱིས་ལག་བསྟར་བྱེད་པའི་ཉེན་ཁ་ཡོད་པས། རྒྱ་ནག་ཏུ་གནས་སྡོད་བྱེད་མཁན་ཁ་ན་ཏའི་མི་སེར་ཚོས་དོགས་ཟོན་ཆེན་པོ་བྱས་དགོས་པ་དང། ཁ་ན་ཏའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ངོས་ནས་རྒྱ་ནག་ནང་སྲིད་དོན་ཉེས་ཆད་ཀྱི་གནོད་འཚེ་ཕོག་མཁན་ཁ་ན་ཏའི་མི་སེར་རྣམས་ལ་རོགས་རམ་བྱེད་རྒྱུའི་གྲ་སྒྲིག་ཡོད་སོགས་ཀྱི་བསྒྲགས་གཏམ་སྤེལ་ཡོད་འདུག་ཕྱི་ལོ་ཉིས་སྟོང་ཉིས་བརྒྱ་བཞི་ཟླ་བ་ལྔ་པའི་ནང་རྒྱ་ནག་གཞུང་གིས་མགོ་ལོག་དར་ལག་རྫོང་དཔོན་སྐོར་དེད་པ་ནས་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་ཕ་སྐད་གཙང་མའི་ལས་འགུལ་སྤེལ་བའི་ཉེས་མིང་འོག་ཡུལ་དེའི་དེད་དཔོན་གོང་བུ་རྣམ་རྒྱལ་དང་ཤང་སྟོད་གོམ་པའི་མཁན་པོ་བསྟན་པ་དར་རྒྱས་ལགས་གཙོས་པའི་དེད་མི་ཉི་ཤུ་ཙམ་འཛིན་བཟུང་བྱས་ཏེ་དེད་པའི་ཟླ་བ་དུས་ཡུན་ལྷག་རིང་བཀག་ཉར་གཅར་རྡུང་དང་མནར་གཅོད་བཏང་བའི་རྐྱེན་གྱིས་ཟླ་འདིའི་ཚེས་བཅོ་བརྒྱད་ཉིན་དེད་དཔོན་གོང་བུ་རྣམ་རྒྱལ་གཅར་རྡུང་མནར་གཅོད་རྐྱེན་གྱིས་དེད་གྲོངས་སུ་ཕྱིན་ཡོད་འདུག་པ་དང་ད་ལྟའི་ཆར་མཁན་པོ་བསྟན་པ་དར་རྒྱས་གཙོས་འཛིན་བཟུང་བྱས་པའི་མི་གཞན་དག་གནས་སྟངས་གསལ་ཁ་མེད་པར་གྱུར་ཡོད་འདུག་པས། མི་མང་གི་ངོས་ནས་གོན་པས་མཁན་པོ་མཆོག་གཙོས་པའི་ཁོང་རྣམས་ཀྱི་སྐུ་གཟུགས་གནས་སྟངས་ཐད་བློ་འཚབ་ཆེན་པོ་གནང་གི་ཡོད་འདུག་ཕྱི་ཚེས་ཉིན་གསར་བཞི་ཉིན་ཨ་རིའི ABC གསར་ཁང་གི་བེམ་ཁྲིད་ཚུལ་གྱིས་སྲིད་སྐྱོང་སྤེན་པ་ཚེ་རིང་ལ་བཅར་འདྲི་ཞིག་ཞུས་འདུག་དེ་ཡང་འདི་ལོ་སྲིད་འཛིན་བཱི་ཏིན་གྱིས་ཨ་རི་གཞུང་ལ་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་ཞིག་ལ་མཚན་རྟགས་བསྐྱོན་ཡོད་པ་དང། དེ་རྗེས་སུ་རྒྱ་གཞུང་གིས་ཨ་རི་གཞུང་ལ་གནད་དོན་དེ་ནི་རྒྱ་ནག་གི་ནང་སྲིད་ལས་དོན་ཡིན་པས་དེར་ཐེ་བྱུས་བྱས་པ་ངོ་རྒོལ་ཡོད་པ་བརྗོད་པས་ཐེངས་འདིའི་ཨ་རིའི ABC གསར་ཁང་ནས་སྲིད་སྐྱོང་ལ་དེ་དང་འབྲེལ་བའི་བཅར་འདྲི་ཞིག་ཞུས་འདུག་བཅར་འདྲིའི་ནང་དུ་ཉེ་ཆར་ཨ་རིའི་འགོ་ཁྲིད་ལྷན་དུ Capitol Hill ལ་ཚོགས་པའི་བོད་དོན་དན་རྟ་སེལ་ཐབས་ཀྱི་བགྲོ་གླེང་ཐད་བོད་མི་ཚོ་ལ་གར་གནས་ཇི་ཙམ་ཡིན་མིན་སོགས་ཀྱི་སྐོར་དྲིས་སྐབས། སྲིད་སྐྱོང་ནས་རྒྱ་ནག་གཞུང་གིས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ཞེས་བརྗོད་ཀྱི་ཡོད་ཀྱང། བོད་དོན་དན་རྟ་སེལ་ཆེད་ང་ཚོ་གཞུང་འབྲེལ་གྱི་སྲིད་ཇུས་སམ། བོད་མི་གྲི་བཙུགས་ངོས་ནས་ཞི་བའི་དབུ་མའི་ལམ་གྱི་སྲིད་ཇུས་དེ་ལག་བསྟར་བྱེད་བཞིན་ཡོད། ཉེ་ཆར་ཨ་རིའི་རྒྱལ་ཡོངས་གྲོས་ཚོགས་ཀྱིས་ཁྲིམས་འཆར་ཞིག་གཏན་འབེབས་གནང་ནས། ད་ལོའི་ཕྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་སྲིད་འཛིན་སྦཱེ་ཏིན་གྱིས་མཚན་རྟགས་བཀོད་ཡོད་པ་རེད། ཁྲིམས་འཆར་དེའི་ནང་གཙོ་བོ་གནད་དོན་བཞི་གླེང་སློང་གནང་ཡོད། རྒྱ་ནག་གཞུང་གིས་བོད་ནང་དཀའ་ཉེ་མེད་ཅེས་བརྗོད་ཀྱི་ཡོད་ཀྱང་ཁྲིམས་འཆར་ནང་དུ་བོད་དོན་དཀའ་རྙོག་དེ་ནི་ད་དུང་སེལ་རྒྱུ་ཡིན་པ་དང་དཀའ་རྙོག་དེ་གལ་ཆེ་ཡིས་ཁྲིམས་དང་མཐུན་པའི་ཐོག་ནས་སེལ་དགོས་པར་བཀོད་ཡོད། ཅེས་དང། ཨ་རིའི་གསར་འགོད་པས་བོད་ནང་དུ་ཡོད་པའི་ཕ་མ་སྤུན་མཆེད་དང་འབྲེལ་བ་བྱས་ཆོག་མིན་དང། བོད་ནང་དང་བོད་ཕྱི་ལ་ཡོད་པའི་བོད་མི་ཡོངས་ལ་ད་ལན་ཅི་ཞིག་ཕུལ་འདོད་ཡོད་པ། དེ་བཞིན ྋགོང་ས་མཆོག་གིས་ཡང་སྲིད་ཅིག་གི་ཐད་ལའང་བཅར་འདྲི་གནང་འདུག་པ་དང། དེའི་ནང་ནས་སྲིད་སྐྱོང་གིས་ཡང་སྲིད་ཐད་དྲི་བའི་ལན་དུ། ནང་པ་ལ་མཚོན་ན་ཡང་སྲིད་ངོས་འཛིན་བྱ་རྒྱུ་ནི་དམིགས་བསལ་ཞིག་རེད། ཡང་སྲིད་ངོས་འཛིན་བྱ་རྒྱུ་ནི་བླ་མ་རང་ཉིད་ཀྱི་སྐུ་གོང་མ་ཐུགས་བློ་མ་ཁེངས་པའི་གོང་གཤིས་དེ་འགྲུབ་ཆེད་སྐྱེ་བ་སླར་ཡང་བཞེས་ཀྱི་ཡོད་པ་དང། རྒྱ་ནག་གཞུང་གིས་ནི་ཆོས་ལ་ངོས་ལེན་མེད་པ་མ་ཟད་ད་དུང་ག་བ་རིན་པོ་ཆེས་ཡང་སྲིད་དེ་ལ་འགན་འཁུར་གྱི་ཡིན་ཅེས་བརྗོད་ཀྱི་ཡོད། ད་ལྟའི་ག་བ་རིན་པོ་ཆེས་སྐུ་ཕྲེང་བཅུ་བཞི་པ་སྐུ་འཚོ་བཞུགས་ལ་སེམས་ཁྲལ་མེད་བཞིན་དུ་ད་དུང་ཡང་སྲིད་ཐེ་བྱུས་བྱེད་ཀྱི་ཡིན་ཅེས་བརྗོད་ཀྱི་ཡོད་པ་རེད་ཅེས་གསུངས་གནང་འདུག་རྡ་ས་དེ་ལེགས་སྨན་ཁང་གི་གོ་སྒྲིག་འོག་ཉི་ཧོང་ཨོ་ཀ་མིག་གི་ཆེད་ལས་སྨན་པའི་མཐུན་ཚོགས་ཀྱིས་བོད་མི་དང་ག་ག་བར་རིན་མེད་མིག་གི་སྐྱ་གྲིབ་གཤག་བཅོས་གནང་འདུག། ཟླ་འདིའི་ཚེས་ཉི་ས་བཞི་ནས་ཚེས་ཉི་ས་དྲུག་བར་དུས་ཡུན་ཉིན་གསུམ་རིང་རྡ་ས་དེ་ལེགས་སྨན་ཁང་གི་གོ་སྒྲིག་འོག་ཉི་འོང་ཨོའུ་ཀ་མིག་གི་ཆེད་ལས་སྨན་པས་མཐུན་ཚོགས་ཀྱིས་བོད་མི་དང་རྒྱ་གར་བ་རྣམས་ལ་རིན་མེད་མིག་གི་སྐྱ་གྲིབ་གཤགས་བཅོས་ཐེངས་གཉིས་ས་གཉིས་པ་དེ་གནང་འདུག་པ་དང། ཐེངས་འདིར་སྔོན་སྤྲོད་བརྟག་བཅོས་བྱེད་མཁན་མི་ཉིས་བརྒྱ་སུམ་ཅུ་སོ་བཞི་དང་གཤགས་བཅོས་དངོས་སུ་གཏོང་མཁན་གྱི་མི་སུམ་ཅུ་བྱུང་ཡོད་པ་ལས། བོད་མི་གྱ་དང་ཉི་ས་དགུ་དང་རྒྱ་གར་བ་གྱ་དང་ལྔ་བཅས་ཡིན་འདུག། མིག་སྨན་བཅོས་ཀྱི་ལས་གཞི་དེ་ག་དུས་འགོ་བཙུགས་ཡོད་མེད་སོགས་ཀྱི་སྐོར་དེ་ལས་སྨན་ཁང་གི་འགན་འཛིན་དང། བོད་དམངས་སྤྱི་མཐུན་ཟླ་བ་ཕུན་སྐྱིད་ལ་བཅར་འདྲི་ཞུས་སྐབས་ཁོང་གིས། ཐོག་མར་ཉི་འོང་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་གི་དོན་གཅོད་བརྒྱུད་ནས། བོད་པའི་སྤྱི་ཚོགས་ནང་མིག་ལ་སྐྱ་གྲིབ་ཡོད་མཁན་ལ་གཤགས་བཅོས་གཏོང་རྒྱུའི་རོགས་པ་བྱེད་ཀྱི་ཡིན་ཞེས་དེ་ལས་སྨན་ཁང་དུ་འབྲེལ་བ་གནང་བས། འདི་ནས་ཡག་པོ་འདུག་ཅེས་ཕར་འབྲེལ་བ་ཞུས་པ་དང་དང་པོའི་ལས་གཞི་དེའི་དམིགས་ཡུལ་བོད་པ་རང་ཡིན་ཡང་རྡ་རམ་ས་ལ་མི་འབོར་ཆུང་ཆུང་ཡིན་པའི་ལས་གཞི་སྤེལ་བའི་ཞོར་ལ་བོད་པ་གཅིག་པུར་མིན་པ་ཡུལ་མི་དང་ཚང་མར་ཕན་ཐོགས་ན། འགྲོ་གྲོན་ནི་གཤགས་བཅོས་གཏོང་བྱའི་འཕྲུལ་ཆས་འདི་གཡར་གོལ་ཞིང། དེ་ཡི་གཡར་གླ་ཉིན་གཉིས་ལ་ཧིན་སྒོར་འབུམ་གཅིག་དང་ཕྱེད་ཀ་ཙམ་འགྲོ་གི་ཡོད་པས་གཅིག་པ་རེད་འདུག་བསམ་སྟེ་རྒྱ་གར་དང་བོད་པ་གཉིས་ཀར་བྱས་ན་ང་ཚོས་མོས་མཐུན་བྱ་རྒྱུ་ཡིན་ཞེས་ཞུས་ཏེ། ལས་གཞི་དེ་ཕྱི་ལོ་ཉིས་སྟོང་ལོར་འགོ་འཛུགས་ཤིང་ད་བར་སྤྱིར་ལོ་ཉི་ས་ལྔ་འགྲོ་གི་ཡོད་པ་དང། ཐེངས་འདིའི་མིག་གཤགས་བཅོས་ཀྱི་ལས་གཞི་སྤེལ་ཐེངས་ཉི་ས་གཉིས་པ་དེ་ཡིན་པ་བརྗོད་གནང་བྱུང། ཕྱི་ཚེས་ཉིས་སྟ་གསུམ་ཉིན་བྷི་བྷི་སི་གསར་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན། ཆུ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནང་བོད་ཨེ་ཐའི་རྒྱ་ནག་གཞུང་གིས་བཙན་བཟུང་བྱས་པ་ནས་བཟུང། ད་བར་དམ་དྲག་ཧ་ཅང་ཆེན་པོ་བྱས་ཡོད་པའི་རྐྱེན་གྱིས་ངོ་རྒོལ་རིགས་འབྱུང་རྒྱུ་ཧ་ཅང་ཁག་པོ་ཡིན་ན་ཡང། འདི་ལོའི་ཕྱི་ཟླ་གཉིས་པའི་ནང་རྒྱ་གཞུང་གིས་བོད་ཀྱི་འབྲི་ཆུའི་རྒྱུད་གློག་ཁང་གསར་རྒྱག་གི་ལས་གཞི་ཞིག་སྤེལ་འཆར་ཡོད་པའི་རྐྱེན་གྱིས། བོད་མི་མང་པོ་ཞིག་ལ་དཀའ་ངལ་ཆེན་པོ་སྤྲད་ཡོད་ཅིང། སྐབས་དེ་དུས་བོད་མི་ཚོས་གློག་ཁང་འཛུགས་སྐྲུན་ལས་གཞི་ལ་ངོ་རྒོལ་རྒྱ་ཆེན་པོ་བྱས་ཡོད་ཀྱང། རྒྱ་གཞུང་གིས་རྡུང་རྡེག་ཚབས་ཆེན་བཏང་ཡོད་པ་དང། དྲི་རྩད་བཀག་ཉར་བྱས་པ་སོགས་ཀྱིས་ས་གནས་བོད་མི་ཚོ་ལ་རྒྱ་ནག་གཞུང་གིས་དཀའ་ངལ་ཆེན་པོ་སྤྲད་ཡོད་པའི་གནས་ཚུལ་ཁུངས་ལྡན་རག་ཡོད་པ་བརྗོད་འདུག་དེ་ཡང་བྷི་བྷི་སི་གསར་ཁང་གིས་འདས་པའི་ཟླ་བ་མང་པོའི་རིང། རྒྱ་ནག་གཞུང་གིས་བཀག་ཉར་དང་རྡུང་རྡེག་བྱས་པའི་ནང་མི་རྣམས་དང། འཁོར་སྐར་བརྒྱུད་ནས་པར་དང་བརྙན་སོགས་ཞིབ་འཇུག་བྱས་རྗེས་གནས་ཚུལ་ཤེས་རྟོགས་བྱུང་ཡོད་པ་བརྗོད་འདུག་གནས་ཚུལ་མཁོ་སྤྲོད་བྱེད་མཁན་དེ་རྒྱ་ནག་གི་ཕྱི་ཕྱོགས་སུ་ཡོད་མཁན་ཞིག་ཡིན་པ་དང། མི་དེས་དེ་ཅག་གི་ཆེད་དུ་མིང་བརྗོད་འདོད་མེད་པ་བརྗོད། བྷི་བྷི་སི་གསར་ཁང་གིས་སྐབས་དེ་དུས་དབྱིན་ཡུལ་ན་ཡོད་པའི་རྒྱ་ནག་གི་གཞུང་ཚབ་པ་ལ་བོད་ནང་བྱུང་བའི་གནད་དོན་དེའི་སྐོར་དྲིས་ཡོད་འདུག་ཀྱང། རྒྱ་ནག་གི་གཞུང་ཚབ་པས་གནད་དོན་དེའི་སྐོར་ལན་འདེབས་གང་ཡང་བྱས་ཡ་མེད་པ་མ་ཟད། དེ་ལས་ལྡོག་སྟེ་རྒྱ་ནག་གི་ཁྲིམས་ལུགས་ཀྱིས་སྐྱོང་བའི་རྒྱལ་ཁབ་ཅིག་ཡིན་པས། མི་མང་ཚོས་ཐོབ་ཐང་སྲུང་སྐྱོབ་བྱེད་རྒྱུ་དང་གཞུང་ལ་ཞུ་གཏུག་བྱེད་རྒྱུར་རང་དབང་ཆ་ཚང་ཡོད་ཅེས་བརྗོད་ཡོད་འདུག། བོད་ནང་དུ་རྒྱ་ནག་གཞུང་གིས་གློག་ཁང་འཛུགས་སྐྲུན་ཆེད་དུ་བོད་མི་ཕོན་ཆེན་དུང་བསྟན་གཏོང་ས་གཅིག་ནི་བོད་ནང་ཁམས་སྡེ་དགེ་རྫོང་དང་ཁམས་འཇོ་མདའ་རྫོང་གཉིས་ཀྱི་ས་གནས་སུ་བྱུང་ཡོད་པ་བརྗོད་འདུག་ལ། དེ་བཞིན་རྒྱ་ནག་གཞུང་གིས་ས་ཁུལ་དེའི་ནང་གློག་ཁང་ཆེན་པོ་ཞིག་གསར་རྒྱག་བྱེད་རྒྱུའི་འཆར་གཞི་དེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནས་བྱས་ཡོད་འདུག་ཅིང་འདི་ལོའི་དགུན་སྟོད་ནས་རྒྱ་ནག་གཞུང་གིས་ས་ཁུལ་དེའི་ནང་དུ་ཡོད་པའི་བོད་མི་མང་པོ་ཞིག་ས་གནས་དེ་ནས་ས་གནས་གཞན་ལ་སྤུར་དགོས་པའི་བཙན་བཀའ་བཏང་ཡོད་འདུག་ལ། དེ་ལ་བརྟེན་ནས་རིག་གནས་ཤུལ་བཞག་མང་པོ་ཞིག་མེད་པར་འགྱུར་རྒྱུ་ཡོད་འདུག་ཅིང། གློག་ཁང་འཛུགས་སྐྲུན་ལས་གཞི་ཡི་གོམ་པ་མང་པོ་ཞིག་གཏོར་གོལ་གྱི་ཡོད་པ་བརྗོད་འདུག་དཔེར་ན་ལོ་ངོ་དུས་བརྒྱ་ལྷག་གི་ལོ་རྒྱུས་ཤོད་པའི་དབེན་སྟོད་གོམ་པ་མེད་པ་བཟོ་འཁོ་ཡི་ཡོད་པ་བརྗོད་འདུག་ལ། བྷི་བྷི་སི་གསར་ཁང་གིས་གློག་ཁང་ལས་གཞི་དེ་ཡི་འགོ་ཁྲིད་དང་འགན་འཁུར་བ་ཚོར་འབྲེལ་བ་བྱས་ནས་གནད་དོན་དེ་དག་གི་སྐོར་དྲི་བ་བྱས་འདུག་ཀྱང་ལན་འདེབས་གང་ཡང་བྱས་མེད་པ་བརྗོད་འདུག། གཟིགས་མོ་ལྷན་རྒྱས་དུས་འདི་གལ་ཆེན་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་གར་འཇུག་བྲིས་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་གལ་ཆེ་གསར་འགྱུར་གས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ། ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express གྱི་དྲ་ཚིགས་ཐོག་ནས་གསན་གཟིགས་གནང་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས། ང་ཚོ་སྤྱི་སྨན་ལེ་ཚན་ནང་ཡང་བསྐྱར་མཇལ་ཡོང་བཀའ་དྲིན་ཆེ།